དཔུང་ཐག་འདི་ན་ལོ་ལེགས་གསལ་པོ་ཞིག་བྲིས་ཤག་འདི་ནི་ཁྲིན་ཀོན་ཆུས་ཀྱི་དམར་སྲུང་མ་ཡིན་ཞེས་བྱས་བྲིས་ཤག་འོན་ཏེ་རེད་དོ། ཨ་ནི་དེ་ནས་ཚ་ཏི་གཡུལ་ངོ་ལ་དད་པའི་དམ་ཚིག་གཏང་མཁན་གྱི་བོད་མི་འདི་ཤེས་ཡག་ལ་ཡག།

པའི་མ་ཤེས་པའི་ཧ་ཅང་སྐད་གྲགས་ཆེན་པོ་ཞུ་ཡོད་པའི་ཨོང་བོད་མི་ཧུར་བརྩོན་ཅན་ཅིག་རེད། ཁོང་འདུག་སའི་མིང་ལ་ཡང་ཨོང་སྐལ་བཟང་ཟེར་གྱི་ཡོད་ས་རེད། ཁོང་སྐབས་དེ་དུས་ག་ནས་འདུག་སའི་ཆེད་ཨོང་གྲོང་མི་ཨུ་ཡོན་ལྷན་ཁང་གི་ལས་བྱེད་པ་ཡིན་པས་མ་ཚད་འདུག་སའི་ཧུར་བརྩོན་ཅན་གྱི་ནག་ལོ་ནས་ཨོང་རྒན།

འདུག་རྒྱལ་སྤྱིའི་གློ་བུར་གྲོས་མོལ་ཨུ་ཡོན་ལྷན་ཁང་གི་ལས་བྱེད་པ་ཟེར་བ་རེ་ད་ཧུར་བརྩོན་ཅན་རེད། དང་པོ་འདུག་རྒྱལ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་གི་གཡས་གཡོན་ལ་ཡང་ཁོ་རང་འདུག་རྒྱལ་དམར་སྲུང་མ་དང་ཧུར་བརྩོན་ཅན་གྱི་ལས་ཀའི་ནང་ཡང་འདུག་རྒྱལ་ཆེད་ལས་ཀ་བྱས་བསྡད་པ་རེད། ཨ་ནི་དེ་ནས་ཞུ་གོ་ཡ་ད་ལྟ་འདི་བྱས་སོང་ང་ཤོར་ཀ་གཉིས་ལ་ཡང་ཁ་གྱེར་ཡོང་དུས་ག་ནས་ཁོང་འདི་གར་ས་གྱེན་ལོག་ཤོར་ཀ།

འདུག་སྤྱད་རྐང་པའི་སྒང་ཡ་མེ་འདབ་ཕོག་པ་རེད་ད་དེ་བཤད་སྲོལ་རེད་བཤད་པ་ཡིན་ན་གཙུག་ལག་ཁང་ནང་ཡ་འདུག་སྤྱད་ཤོར་ཀ་གཉིས་ཀྱི་དམག་རྒྱབ་རྗེས་སེང་འབྲུག་ཆེན་པོ་ཞུ་ཡུལ་དུས་སྐབས་ནས་ནི་དམག་མི་ཡོང་རྗེས་དྲག་གནོན་བྱས་པ་རེད་ཟེར་གྱི་འདུག་ད་མདོར་བསྡུས་ནས་བཤད་ན་དམག་མིའི་མེ་འདབ་ཕོག་པ་ཡིན་ན་འདྲ་འོང་ཤོར་ཀ་གཉིས་ཀྱི་དམག་རྒྱ་དུས་སྐབས་ནས་ཀྱི་མེ་འདབ་ཕོག་པ་ཡིན་ན་འདྲ་གང་བྱས་གང་ལྟར་རེད་དེ་འདུག་སྤྱད་ཁོང་ལ་ཡ་མེ་འདབ་ཕོག་རྗེས་རྐང་པ་ལ་ཡ་བསྐྱོན། ཐོག་པ་རེད། འོན་ཏེ་ཡིན་དུས་ཀ་ནས་ཨ་ཅག་སྐལ་བཟང་ལགས་ཟེར་དུས་ཀ་ནས་སྔོན་ནས་སྐབས་དེ་དུས་ཀ་ནས་དངུལ་བུ། དྲུག་མོ་ཨུ་ཡོན་ལྷན་ཁང་གི་ནག་ལོར་ཡ་ཁོང་ཞོལ་བོ་གཅིག་གི་ངར་པོ་དང་ཨར་པོ་རུ་བོ་ཡོད་རེད། འོན་ཏེ་ད་བེད་ཀ་ལ་ཡ་མི་གང་གི་ལོ་གི་འདུག་སྤྱད་ཆེད་ཡོངས་གྲགས་རུ་བོ་གཅིག་ཆགས་བསྡད་ཀྱི་ཡོད་རེད།

ཕུག་རོན་དང་ཡར་དག་ཕྱི་ལོག་ལ་ཡར་འགྲོ་བར་བྱས་ཆོག་པ་དང། བར་སྐོར་དང་གླིང་སྐོར་ལ་འགྲོ་ཆོག་པ། ཨ་ནི་ཆོས་བྱེད་ཀྱི་ལས་ཀ་རུ་བྱེད་ཆོག་དུས་ཀ་ནས་ཁོང་ལ་ཡང་སྤོ་སྒོ་ཡོད་མ་རེད་ཡིན་ན་ལས་ཁོང་འགལ་འདུག་ཞེས་དྭ་ཕྲུག་ཅིག་གསོད་རྗེས་ད་ད་ད་བཤད་སྲོལ་རེད་བཤད་ན་གཙང་གི་ཁུལ་ནས་ཡོང་པའི་དྭ་ཕྲུག་ཅིག་རེད་ཟེར་གྱི་འདུག། ད་ཆའི་ཕུག་པོ་ཅིག་གསོད་རྗེས་ཁོ་གཉིས་མ་བུ་མ་བུ་གཉིས་འདུག་སའི་ཚོང་བ་རུ་བསྐྱལ་ཨ་ནི་ཁོ་རང་རང་ཚོང་རུ་བཙག་རྩིས་རེ་བརྒྱབ་རྗེས།

ད་དེ་ཚོ་ངས་ད་ལྟ་མཐོང་མ་མྱོང་ཡིན་ན་ལས་ང་ཚོའི་རོགས་པ་རུ་མང་པོ་ཡོད་དེ་དུས་ག་ནས་དེ་འདྲའི་རུ་པ་བཤད་བསྡད་ཀྱི་འདུག་འོ་དེ་ཡིན་དུས་ག་ནས་ད་ཅིག་གནས་ཚུལ་དེ་ཚོས་ག་རེ་མཐོང་གི་ཡོད་རེད་ཟེར་ན་མིས་ཉལ་ཏེ་འོང། འཚོ་བའི་གནའ་ལོག་གི་དུས་ཚོད་གནའ་ལོག་ལ་ཡང་ལྟ། སྤྱི་ཚོགས་ཀྱི་འཕོ་འགྱུར་ཟེར་ན་མི་འདུག་ཆབ་སྲིད་ཀྱི་འཕོ་འགྱུར་ཟེར་ན་མི་འདུག་དེ་འདྲའི་ཡོད་དུས་ག་ནས་ཨ་ནི་འདུག་བྱས་མི་ཁག་ཅིག་དེ་འདྲའི་དུ་བ་འགོས་གྲོགས་པོ་བྱེད་བྱེད། ལྷག་པ་ཤར་ནས་རྒྱབ་གཟུགས་ནི་གྱང་གི་རྩེ་ལ་ཡར་བཙུགས་ཤར་བས་རྩ་རྟེན་འབྲེལ་རིང་ཞེས་ལྷག་པ་ཤར་ནས་རྒྱབ་དུས་ཀ་ནས་སྒོ་ནུར་གཡུག་ཀྱང་གཡུག། ལྷག་པ་ནུར་ནས་རྒྱབ་དུས་ཀ་ནས་རྩའི་སྒོ་ཤར་ལ་གཡུག་ཀྱང་གཡུག་བདེན་གཉིས་འདི་དང་འོ་ད་ཁོ་རང་དཔེ་ཅི་ལྟ་དེ་འདྲའི་གི་སུ་འདྲ་རི་བོ་གཅིག་གི་ཁུང་ལ་ཡར་སླེབས་བསྡད་གི་ཡོད་པའི་སུ་འདྲ་ར་ཞིག་འདུག་འོ་འདི་འདུག་སེར་བྱེས་ཧུར་བརྩོན་ཅན་ཁོ་རང་གི་ལུག་ཁྱུ་ར་བོ་དེ་ཡིན། ཨ་ནི།

དོགས་འདྲི་གནང་རོགས་གནང། ད་ག་ནང་བཞིན་ངས་བཤད་བཞག་པའི་འདི་ཚ་འདི་ལུག་རྒྱུད་འདི་གང་ཡག་ཡང། ཆེས་དད་པ་དང་ལས་དད་པ་མང་པོ་ཞེ་བོ་ཡོད་རེད་ངས་བཤད་པ་དེ་ཧ་ཅང་རགས་པ་རེད། འོ་དེ་ཡིན་དུས་ག་ནས་ཡང་འདི་གང་ཡག་འདུག་བྱས་བྱས་གུས་གསབ་གནང་བྱས་དྲ་རྒྱལ་རུ་བཏང་ཡ་ལ་སོགས་པ་ག་རེ་ཡོད་པ་ཡིན་ནས་ལྷན་རྒྱས་ཚོའི་ཁར་འདུག་གནང་རོགས་གནང་ཞུ་ཡག་ཡིན། ཨ་ནེ།

སྨན་པ་དང་སྒེར་གྱི་སློབ་གྲྭ་དང་སྨན་བཅོས་ཀྱི་སྤྱི་གཉེར་གྱི་བསྟི་གནས་བརྗེ་ཆགས་བསྡད་ཀྱི་ཡོད་རེད་ལ། འོན་མི་རབས་མང་པོ་བོད་ལུགས་སྨན་པའི་ཕྱག་ལེན་ནང་འདེམས་མཁན་ཞིག་ཆགས་བསྡད་ཀྱི་ཡོད་རེད་འོ་དེ་སོང་སོང་ད་ག་ཞུ་འོས་བསྡུ་འདྲ་དེ་ཡང་ངས་གཙོ་ཆེ་ཤོས་དེ་ཉང་རོང་ཤར་ཨམ་ཅི་ལགས་ཀྱི་སྐུ་སྐོར་ལ་ཡང་སྐུ་ཉིད་གྷན་དྷིར་ཕོག་ཡོད་མེད་དེ་ངས་ད་ག་ཞུ་འོས་བསྡུ་འདྲ་དེ་ཡང་ཞུ་ཞུ་ཡག་ཡིན་འོ་དེ་ཡིན་དུས་ག་ནས་ཡང་ང་རང་ཚོའི་དྲ་གྲོགས་རྣམ་པ་ལྷན་རྒྱས་ཀྱི་ཉང་རོང་ཤ་ཨམ་ཅི་ལགས་ཀྱིས་ཨོང་སྐུ་འཁོར་དང་གཟིམ་ཁང་ལ་ཡང་མཁྱེན་རྟོགས་ཡོད་པའི་དྲ་གྲོགས་རྣམ་པ་ལྷན་རྒྱས་ཀས་དེ་དེ་བཞིན་གྱི་ཡང་ང་ལ་ཡང་ཕྱག་རོགས་གནང་བཅས་ད་གའི་ཞུ་དགོས་བདུན་ཕྲག་གི་ས་ཕུར་བའི་ཉིན་ག་དེ་ཕྱག་རོགས་གནང་རོགས་གནང་ཞུ་ཡ་ཡིན་འདུག་ཨ་ནི་ལྷན་རྒྱས་སྐུ་ཁམས་བཟང་ཐུགས་སེམས་བཟང། ཨ་ནི་ད་གའི་ཞུ་དགོས་བདུན་ཕྲག་དེ་མཇལ་ཆོག་པ་བྱེད།